སོ་སོ་སྐྱེ་བོ་བདོག་ལ་ནི། གཅིག་གིས་གནས་དང་གནས་མ་ཡིན་པ། གལ་བ་དང་འདེགས་པ། གཅིག་གིས་ཞིང་ཁམས་དང་ངན་སོང། གཅིག་གིས་བླ་འོ་དང་རྨེའུ་གསེང་ནི་དགུ་ལ་རྣམ་རྟོག་འོ་ངན་འབྱུང། རྣམ་རྟོག་འོ་ངན་དེའང་རྒྱུ་མཚན་དེའང་གཙོ་བོ་ད་ལྟའི་ད་དཔེ་ཅན་ནང་ནས་གཟུང་བསྲང་སྦྱོང་ལ་ཨེ་མ་ཧོ་འདས་ཤོས་སྙིང་པོ་ལས་རང་གི་རྣམ་རྟོག་ལས་ཀྱི་སྤྲུལ། སྣ་ཟུར་ལུས་དང་ལོངས་སྤྱོད་དང་གནས་དང་དུག་ལྔ་ལ་སོགས་པ་མདའ་དང་མདའ་གིར། སོ་སོར་འཛིན་གསུངས་སོ་སྦྱོང་བྱ། རྣམ་རྟོག་གི་དབང་གིས་དེ་ནི་བ་རང་ལ་ལ་འུ་དང་རྨེ་འུ་མང་པོ་ཅིག་འཛིན། འཛིན་པ་ལ་བརྟེན་ནས་དེ་ནི་གལ་བ་སྡིག་པ་མང་པོ་ཅིག་འགྲུབ་མཁན་འབྱུང། འོ་དེ་འགྲུབ་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི་ཅིག་བདེ་བ་སྡུག་བསྔལ་མང་པོ་ཅིག་ཡོང་ངེས་འདི་ཁོ་རང་གི་ཆོས་ཉིད་ཡིན་ལས་ཀྱི་དབང་གིས་འོང་ངེས་ཡིན། དེ་ནི་བ་རང་དག་མི་དཀྱུས་མ་མདོ་ལ་དག་ལ་འུ་དང་རྨེ་འུ། དེ་ནི་གནས་དང་གནས་མ་ཡིན་པ་སེང་གེ་ཟླ་བའི་རྣམ་རྟོག་བན་དོ་ལ་དེ། གནས་འཇལ་གྱི་རྗེ་དེའང་ཕྱོགས་གཅིག་ནས་བསོད་ནམས་དགེ་བ་སོགས་ཀྱི་གཞི་ངན། ད་བ་ད་མ་ཡིན་པ་ཡང་གཅིག་སངས་རྒྱས་དང་མགུར་རིན་པོ་ཆེ་དེ་ནི་སྔོན་གྱི་གྲུབ་ཆེན་བརྒྱད་ཅུ། དེ་སངས་རྒྱས་དངོས་དང་འབྲེལ་བའི་བླ་མ་གྲུབ་ཐོབ་སྐྱེས་ཆེན་བསམ་གྱིས་མི་ཁྱབ་པ་ལ་སོགས་པ་ཡིན་ན་ནི། དེ་གནས་འཇལ་གྱི་སེར་སྣའི་སྐོར་གསེང་དེ་གྱི་གོས་དོན་འོང་གྱི་མིན་གྱི་གོས་ཡང་གོས་ཀྱི་མིན། མིན་པའི་རྒྱུ་མཚན་ཅི་ན་ཟེར་བྱུང་ཁོང་རྣམ་པ་ཚོ་ལ་འུ་ཅོང་ལ་རྣམ་རྟོག་དེ་འོང་གྱི་མ་ངེས་ཡིན། ཅིག་འདི་ལཱུ་ཡིན་འདི་རྨེའུ་ཡིན་འདི་དག་པ་ཡིན་འདི་མ་དག་པ་ཡིན་འདི་ཞིང་ཁམས་ཡིན་འདི་དམྱལ་བ་ཡིན། འདི་གལ་བ་ཡིན་འདི་ཐེག་པ་ཡིན་ཟོང་ཅི་མ་ངེས་མེད་པའི་རྒྱུ་མཚན་ཅི་ན་ཟེར་བྱུང་ལ། སྲིད་གསུམ་ཡེ་ནས་སངས་རྒྱས་ཤིང། ཐམས་ཅད་མ་ལུས་ཆོས་སོ་ཅོག་སངས་རྒྱས་ཉིད་ལས་གཞན་པའི་ཆོས་སངས་རྒྱས་ཉིད་ཀྱིས་མ་རྙེད་སོ་སེང་གེ་ཁོང་རྣམ་པ་ཚོ་ཐམས་ཅད་ལ། དག་པ། དང་བ། སངས་རྒྱས་པའི་རང་བཞིན་མ་གཏོགས་རྨེའུ་དང་ལཱུ། གལ་བ། ཐེག་པ། ལའོ་སྨེའུ་ཟེར་ནས་ཁ་ཁ་གཉིས་ཡོང་རྒྱུ་མ་ངེས་ཡིན། འོ་དོད་ལྗོངས་ལ་བྱུང་བ་སོར་ཆུད་ནས་གནས་སྐོར་གྱི་ལ། གནས་སྐོར་སྐོར་འོང་རྒྱུ་མ་གུ་ནུ་ཕེ་ནང་གནས་ཡིན་ངེས་ལ་གུ་ནུ་ཕེ་ནང་ཞིང་ཁ་མིན་ངེས། འོ་དོད་རྣམས་ལ་ནི་དམིགས་བསལ་ཡིན་ཡིན་ནའང་ད་བ་རང་ལྗོངས་ལ། གཅིག། སེམས་གཉིས་འོ་དོད་མཁན་རྣམ་རྟོག་འོ་དོད་མཁན། ལའོ་དང་སྨེའུ། གཅིག། ངོས་འཛིན་གྱི་མཁན། དགེ་བ་དང་སྡིག་པ། ཞིང་ཁམས་དང་དམྱལ་བ། ལཱུ། རྨེའུ་འོ་བདག་གི་རྣམ་རྟོག་གོ་འདོད་ལ་ནི། གཅིག་དབུ་སྣེ་གསེང་སྟེང་གཅིག་སངས་རྒྱས་བཅོམ་ལྡན་འདས་དང་གུ་རུ་རིན་པོ་ཆེ་ལ་སོགས་པ། འོད་སྡེ་ཡི་ཞབས་བཅག་བྱིན་གྱིས་བརླབས། གྲུབ་ས་ཀྱི་གནས་རྩ་ཆེན་པོ་རྡོ་ལ། འགྲོས་སྦྱོང་ལ། ནམ་རྒྱུན་འོ་རང་གཅིག་པ་ཏི་ཏང་ཏང་སྦྱོང་དང་ཟ་ཁང་ནང་ལ་ཁ་ལ་རྒྱུ་བ་རྫེ་རྫེ་དང། གཅིག་མཆོང་སྟོན་རྒྱ་ས་ལ་ཆང་བཏུང་བཏུང་ལ་སོགས་པ་དང་མི་འདྲ་བ། ཅིག་གིས་རང་གི་ལྟ་ལུས་ལ་ལུས་དང་སེམས་གཉིས་ཀ་ལ་ཅིག་གིས་འོས་འགྱུར་མ་འདྲ་བ་ཅིག་འབྱུང་འབྱུང་ངེས་ཡིན། ཡིན་པ་དེའང་དེ་ཅིག་གིས། ཀུན་མཁྱེན་ཀློང་ཆེན་རབ་འབྱམས་ཀྱི་གསུང་གསང་སྦྱོང་ལ་གནས་ལ་བརྟེན་ནས་རང་གི་སེམས་འགྱུར་ཞིང་གནས་རྩ་ཆེན་པོ་ལ་སོགས་པ་འགྲོའི་སྦྱོང་ལ་གནས་ལ་བརྟེན་ནས་རང་གི་སེམས་འགྱུར་ཞིང་སེམས་འགྱུར་ར་ཐེབས་ཅིང། འགྱུར་ཅི་འགྱུར་ཅི་ན་ཟེར་སྦྱོང་ལ། འདོད་ཆགས་ཞེ་སྡང་གཏི་མུག་ལ་མ་ཡེངས་པ། སེམས་དགེ་བ་ལ་འགྱུར་འགྲོ་བ་ཡིན། འོ་གནས་ལ་འགྲོའི་ལྗོངས་ལ་བར་ཧ་མ་གོ་བ་དེ། གནས་ལ་འགྲོའི་ལྗོངས་ལ་ནམ་རྒྱུན་ཆགས་སྡང་རྨོངས་གསུམ་སྐྱེ་མཁན་གྱི་སེམས་དེ། གནས་ལ་འགྲོའི་ལྗོངས་ན་ཁ་ནི་ཁ་དོན་གྱིས་ཅི་མ་ནི་འདྲེན་ཅི། ཅི་སྨོན་ལམ་རྒྱག་ཅི། དེ་ནི་ཕྱག་འབུལ་ཅི་མཆོད་མེ་འབུལ་ཅི་ཅི་ཅིག་མེད་དེ། ཁོ་རང་ནམ་རྒྱུན་དང་མ་འདྲ་བ་ཅིག་འོ་རེ་ལུས་དང་སེམས་ཐམས་འགྱུར་མི་འགྲོ་བ་དེ། འོ་དེ་ནི་གནས་ལ་དེ་ནི་རང་གི་སེམས་འགྱུར་བ་ཐེབས་པ་ཅིག་ཡིན། འོ་དེ་དུ་ལས་ལ་འོ་གེ་འོད་མཆོག་ཡིན། འོ་གེ་འོད་མཆོག་དེ་ལ་ཕིན་ན་ཙམ་བྱས་ན་ད་བ་རང་ད་ཅིག་ཚེ་འདི་ཡི་ནང་ལ་ད་དུ་བུ་མང་པོ་ཅིག་བྱེད་ཅིང་རྒྱུ་དཔལ་འབྱོར་ས་ས་ས་གི་དེ་རེ་ཅིག་འགྲོ་སོང་གཏོང་ས་དེའང་ད་མ་ནོར་བ་གནས་ལ་ཕིན་ཅིང་མཆོད་མཇལ་དང་ངོ་ད་ལ་སོགས་པ་བསྐོར་ར་དང་ཕྱག་མཆོད་པའི་གེ་ཅི་ཅོང་ལ་ཅིག་གི་དུ་བུ་བྱེད་བྱེད་ཀྱི། ད་ཅིག། རྒྱུ་དཔལ་འབྱོར་དེའང་ཅིག་བསོད་ནམས་ཀྱི་བུའི་ཕྱོགས་ལ་འགྲོ་བའང་དང། དེ་མ་ཡིན་པ་ཅིག་ནམ་རྒྱུན་སྐྱིད་པོ་གཏོང་ས་མང་པོ་གང་ལ་ད་ཅིག་ཟ་ཁང་ཚོང་ཁང་ད་ཅིག་ཆང་འཐུང་ས་ཅིག། ཅིག་གི་རྩེད་མོ་རྩེ་ས་དང་མང་པོ་བ་ནའོ་འདི་ཚང་མ་ལ། གི་ཅི་བྱུང་ལ་གནས་སྐབས་རྟ་ཡི་བྱུང་ལ་སྐྱིད་པོ་བྱུང་ཡིན་ནའང་རྟ་འོ་རེ་དུ་བུ་ཇེ་ཇེ་ས་ས་ཀྱི་དངུལ་དེ། ཆགས་སྡང་རྨོངས་གསུམ་གྱི་ལས་ལ་མ་གཏོགས་མི་འགྲོ་བ་ཡིན་ཅིང་འོ་ར་བསམ་བློ་གཏོང་ཅི་བྱུང་ལ་ཧ་མོ་ཁ་དེ་འོ་དེ་བྱུང། དེ་ནས་ལྷག་པར་དུ་ཅིག་ད་ཅིག་མཆོད་པ་ཉམས་ལེན་བྱེད་མཁན་གོམས་ཉམས་ལེན་དང་གོམས་སྒྲུབ་མཚམས་བསྙེན་སྒྲུབ་ལ་ཟེར་གྱི་མཁན་ཟླ་བོ་རྗེ་ཡིན་ན་ནི་རྡོ་སྟོང་གནས་རྩ་ཆེན་པོ་སངས་རྒྱས་དང་གུ་རུ་རིན་པོ་ཆེ་སྒྲུབ་ཆེན་རྒྱལ་གྱུར་ལ་སོགས་པ་སྐྱེས་ཆེན་དམ་པ་རྣམས་ཀྱི་དེ་ལ་ནི་འཇུ་བྱིན་གྱིས་བརླབས་བདེ་མཁན་གྱི་གནས་ལ་དེ་བཞིན་ནི་ནམ་རྒྱུན་གོམས་ཉམས་ལེན་གྱི་གཞུང་ལ་གོམས་སྒྲུབ་དེའང་རྟོགས་པ་དངོས་གྲུབ་མ་འདྲ་བ་ཅིག། མྱུར་པོ་བྱིན་རླབས་ཆེ་བ་འོང་ངེས་ཡིན། དེ་འོང་ངེས་དེ་ཡང་གཅིག་གི། དགོངས་འདུས་བླ་མ་སྤྱི་བསྡུ་དགོངས་འདུས་ནང་ནས་གསུང་བཟང་བྱུང་ལ། ཕལ་པའི་གནས་སུ་ལོས་ཀྱང་འཕྲོས་པ་ལས་འདི་དག་རྣམས་སུ་ཞག་གཅིག་གྲུབ་ཐག་ཉེ་ཟིན་ལྟར། གཅིག་གི་ལོ་མང་པོ་ཅིག་གི་འོག་ནས་ནམ་རྒྱུན་གྱི་ས་དཀྱུས་མ་དང་རི་དཀྱུས་མ་རྣམས་ལ་གོམས་ཁྱབ་གྲུབ་པ་ཁྱབ་དེ་དེ་ལས་ཀྱང་ཉི་མ་གཅིག་ག་གཅིག་ཞག་པོ་གཅིག་ག་གཅིག། གཅིག། ཁ་ཏོན་གལ་ཆེ། སྒོམ་ཉམས་ལེན་བསགས་སྦྱངས་དེ་ནི་གཅིག་གནས་རྩ་ཆེན་པོར་གྱིས་ཕྱིར་སྦྱོང་ལ། དེ་ནི་བོན་ཆེ་བ་རྒྱུར་ཆེ་བ་བྱིན་རླབས་མྱུར་བ་ཨོ་དང་ཨོང་རྗེས་ཀྱི་ཨོང་རྗེས་ལྔས་ཡིན། ལྟ་བུ་གནས་སྐོར་གང་དེ་ལ་དམིགས་བསལ་གྱི་སྐྱོན་རིང་པོ་དག་གོམས་གྲུབ་དང་ཉམས་ལེན་དག་ཅིག་གིས་མི་ནུས་ཀྱང་ཡིན་ན་ཡང། ཨོ་དེ་རྣམས་ལ་འགྲོས་སྦྱོང་དང་དེ་གནས་གནས་སྦྱོང་ལ། གཅིག་འོད་རེ་གཅིག་སྡུག་པོ་བྱེད་བྱེད་ཀྱི་རྒྱུ་ནོར་དཔལ་འབྱོར་འདི་དག་དགེ་བ་གསོག་བྱེད་ཀྱི་ལམ་ལ་འགྲོ་ཨང་ཅོག་དགེ་བ་གསོག་བྱེད་ཀྱི་ལམ་ལ་བསོད་ནམས་གསོག་བྱེད་ཀྱི་ལས་ལ་བྱོ་བསོད་ནམས་གསོག་བྱེད་ཀྱི་ལས་བྱེད་པ་གསེར་སྦྱོང་ལ། དེ་ནི་བྱེད་ཀྱི་ཚེ་འདི་ལ་ཡང་སྐྱིད་པ། དེ་ནི་བཀྲ་ཤིས་པ། དོན་འགྲུབ་པ། རྒྱལ་བ་ཕྱི་མ་ལ་ཡང་བསོད་ནམས་དགེ་བ་ས་སགས་ཀྱི་སྟོབས་ལ་བརྟེན་ནས་ཅིག་མི་ལུས། ཡང་ཅིག་བཟང་པོ། དང། དེ་བ་ཅན་གྱི་ཞིང་ཁམས་ལ་སོགས་པ་དག་པའི་ཞིང་ལ་སོགས་པ་འགྲུས་ཀྱི་རྒྱུ། ཏན་ཏན་ཅིག་འོང་ཅིག་ངན། དེ་ཡིན་པའི་རྒྱུ་མཚན་གྱིས་དེར་ངེས་འདི་ནས་ད་ཅིག། ང་རང་ཅིག་ད་དེ་ག་ཟེ་ཀོ་བིད་ཟེར་ན་ལོག་ཏའུན་གི་དུས་ཚོད་ཨེ་ཇེ་ཇེ་ཤུ་ལ། ད་དུས་ཚོད་སྟོང་པ་ཟེར་ན་མོ་དེ་གི་ཧར་ག་ལ་ཅིག་གི་གནས་མཇལ་དང་མཆོད་མཇལ་དང་མང་པོ་ཅིག་འགྲོའི་རྒྱུ་གོ་སྐབས་བྱུང་ཀྱང་དེ་ངའི་དེ་ནི་མ་བོར་རྒྱུ་རྒྱུ་མཚན་དེ་ད་ཡང་ཅིག་དེ་ནི་མང་ཏང་དང་མྱ་ངན་དུ་ལ་ཨེ་ཇེ་ཨེ་ཇེ། ཕན་རྒྱུ་རེད་བསམ་ལ་སྔར་གནས་སྐོར་བྱེད་བྱེད་མདོ་ལ་ཡང་ཅིག། ཁོ་རང་གིས་ཅིག་སེམས་གསོ་ཟེར་ན་མི་འདོད་ཡི་རང་གིས་ཅིག་དང། ད་སྔར་མ་ཕན་པ་དོ་ལ་ཡང་འདི་ལ་ཕན། འགྲོ་འདོད་ཀྱི་ཡང་བསམ་པ་ཅིག་མེད་དེ་འོས་སྡིག་དང། དེ་ནས་ཡང་ལྷག་པར་དུ་དེ་ནི་ད་ཕྱིའི་རྒྱལ་ཁབ་ལ་སོགས་པ་མང་པོ་ཅིག་ལ་ད་དེ་དེ་ལྡོག་ཅིང་གཡུང་ཆོང་ལ་ནི་དམིགས་བསལ་གྱིས་ད་ཅིག་སངས་རྒྱས་དང་གུ་རུ་རིན་པོ་ཆེ་ལ་སོགས་གྲུབ་ཆེན་རྣམས་ཀྱིས་དངོས་སུ་ད་ཞབས་བཅགས་བྱིན་གྱིས་བརླབས་པའི་གནས་ནི་ད་འོ་དོ་ལ་མེད་བསོད་ནམས་དང་སྐལ་བ་མེད་འཇལ་བྱེད་ཀྱི་ཨ། ཡིན་ན་ཡང་ད་མ་འོངས་པ་ན། འོ་ད་དུས་ཚོད་གོ་སྐབས་བཟང་པོ་ཅིག་བྱུང་སོང་ན། ད་ཡང་ཅིག། འོ་ད་ཅིག་འགྲོ་ན་ལ་འོ་འདུག་བསམ་པའི་ཡང་ཀུན་སློང་ཅིག་དགེ་སེམས་ཅིག་མི་སྐྱེས་ཏེ། ད་ཅིག་གེའུ་ཆོས་ལ་བརྩམ་ཅིག་བསམ་བློ་ཅིག་གཏོང་ན་ཡང་ད་འོ་དེ་ཡང་བསོད་ནམས་སོགས་ཀྱི་རྒྱུན་ཡིན། ད་གང་ལྟར། འོ་འདི་གྱིས་ངའི་རྒྱུ་མཚན་བྱས་ཅིག་ནི་ད་ཅིག་ཡང་ཅིག། འདི་ནས་བཏང་དུ་ལས་ཅིག་ཕན་རྒྱོ་རེད་བསམ་ལ་འོ་ད་ཅིག་བབ་པར་ཡིན། དེ་ནི། དེ་མ་གཏོགས་གཞན་ཀུན་སློང།